ཨ་ད་ད་ད་ངའི་ངོ་དེབ་ཐད་དང་གཟིགས་ཉན་རྣམ་པ་ཚང་མ་ལ་སླར་ཡང་འཚམས་འདྲི་ཞུ་ད་ད་ད་གིས་གོང་ལ་བཤད་བ་ནང་བཞིན་དེ་ཆུ་ཚོད་དྲུག་པ་ལ་ངས་ཚོད་ལྟའི་ཚོགས་མི་ལ་མཉམ་དུ་བདུན་པ་ཁུངས་སྐྱེལ་གྱི་ཆེད་དུ་བགྲོ་གླེང་བྱས་ཚེ་ང་དེ་ནིའུ་ཡོག་ཁུན་ཡེས་རྒྱག་ཤེས་ཡ་གི་བགྲོ་གླེང་གླེང་སྐབས་དེ་ལ་བཅར་བ་ཡིན་ཨ་ནི་ད་ཆུ་ཚོད་ཕྱེད་ཀ་ལྷག་འགྲོ་སོང་དེ་སྒུག་བྱས་ནས་ཚོད་ལྟའི་ཚོགས་མི་ལ་ཕེབས་མ་སོང་ཨ་ནི་ངས་ད་གིས་འགྲོ་མདའ་འཕུར་བ་ནང་བཞིན་ཁོ་རང་བདེན་པ་ཁུངས་སྐྱེལ་བྱ་ཡག་གི་ཆེད་དུ་བགྲོ་གླེང་བྱས་ལ། མཉམ་ཞུགས་མ་གནང་བ་དང་ད་ལྟ་ཆུ་ཚོད་ཕྱེད་ཀ་ལ་འགོར་བ་ཡིན་ན་ལས་ད་དུང་མཉམ་ཞུགས་མ་གནང་བའི་རྒྱུ་མཚན་གྱིས་ངའི་བགྲོ་གླེང་ལས་རན་ཏེ་མཇུག་བསྒྲིལ་གྱི་ཡོད། དེས་ད་གིན་ངའི་བགྲོ་གླེང་འགོ་བཙུགས་པའི་སྐབས་ལ་ཤེས་པ་ནང་བཞིན་གལ་སྲིད་ཁོ་རང་དེ་རིང་འདས་མ་ཕེབས་པ་ཡིན་ན། ཁོ་རང་གི་སྐད་ཆ་བཤད་རྒྱུ་དེ་ཁོ་རང་གི་ཁང་སྐྱིད་ཚུགས་པའི་མེ་བ་གས་ད་ཁོ་རང་གི་སྐད་ཆ་བཤད་རྒྱུ་ཡོངས་རྫོགས་དཀྲོགས་གཏམ་དཀྲོགས་ཤིང་མ་ཉེས་ཁ་ཡོག་ཡིན་པ་དེ་ཁོ་རང་རང་གིས་ད་ཁུངས་སྐྱེལ་ར་སྤྲོད་བྱེད་ཀྱི་ཡོད་རེད་དེ་ད་ག་རང་ངས་དེ་རིང་སླར་ཡང་ལབ་ཀྱི་ཡོད། ད་ཁོ་རང་དེ་རིང་བགྲོ་གླེང་ལ་མཉམ་ཞུགས་མ་བགྱིད་ཡ་དེ་ཅེས་བགྱིས་ན་རྐུ་མ་ཧམ་ཆེན་གྱི་མི་ཟ་ལ་བ་ནང་བཞིན་ཡང་བགྲོ་གླེང་ལ་མཉམ་ཞུགས་བྱས་ཏེ་བདེན་པ་ཁུངས་སྐྱེལ་བྱེད་ཡ་མི་འདུག་ཡང་རྒྱུ་མཚན་རྫུན་མ་དེ་འདྲ་བཙལ་བྱས་ནས་ང་བགྲོ་གླེང་ལ་མཉམ་ཞུགས་བྱེད་མི་ཏན་ཏན་ལབ་ཀྱི་རེད་མི་ཧམ་པ་ཅན་དེ་ཚོ་གིས་རྒྱུ་མཚན་གང་ལྟར་ག་སེ་མི་དགོས་ག་སེ་བཙལ་བ་ཡིན་ན་ལས་ཁོ་རང་ལ་བདེན་པ་ཁུངས་སྐྱེལ་ཡ་མེད་པའི་རྒྱུ་མཚན་གྱིས་ད་ཁོ་འདི་ལ་ཡོང་ནུས་ཡོད་མ་རེད་ཁོང་ཚོའི་གྲས་དེ་གིས་ཕྱོགས་གཅིག་ནས་དགྲ་བོ་རྒྱ་ནག་དང་མཉམ་དུ་བོད་ཀྱི་རྩ་དོན་འཐབ་རྩོད་གལ་ཆེན་པོ་དེ་ཐོག་ལ། ཅོག་ཙེ་བཅས་གང་ལ་བགྲོ་གླེང་བྱེད་ཀྱི་ཡིན་ཞིབ་མོར་བྱེད་ཐུབ་ཀྱི་ཡོད་ལབ་ཀྱི་ཡོད་རེད་ད་ཕྱོགས་གཅིག་ནས་དེ་རིང་ཤ་ཁྲག་གཅིག་པའི་བོད་པ་གཅིག་གིས་གུས་ཞབས་ཀྱི་ཐོག་ནས་རེ་བ་གི་ཐོག་ནས་དེ་རིང་འདས་ལ་ནི་བས་ཏེ་གུས་ཡོང་འབོད་ཀྱི་ཐོག་ནས་བགྲོ་གླེང་བྱེད་ག་ལ་ཕེབས་ཞུ་ལབ་བྱས་ནས་བསྡད་ལ་ཅོག་ཙེ་བརྒྱབ་ཡོད་རྐུབ་བཀྱག་བརྒྱབ་ཡོད་ད་དེ་ཆུ་ཚོད་ཕྱེད་ཀ་ལྷག་འགྲོ་རེད་རྐུབ་བཀྱག་དང་ཅོག་ཙེ་སྟོང་པ་རེད་ཕེབས་ཡོད་མ་རེད་དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ཁོ་དེ་རིང་འདས་ལ་མ་ཡོང་ཡོད་དེ་ཁོ་རང་གི་རྒྱུ་མཚན་རྫུན་མ་ག་ཚད་མིན་དགོས་ག་ཚད་བཤད་པ་ཡིན་དེ་ལས་རྡོག་རྡོག་དེ། ཁོ་ལ་འདུན་པ་ཁུངས་སྐྱེལ་བྱེད་ཡ་མེད་པ་དེ་ཁོ་རང་རང་གིས་ར་སྤྲོད་བྱེད་ཀྱི་ཡོད་རེད་ངས་དེ་ཞུ་གི་ཡོད། སླར་ཡང་ཞུ་ཡ་ལ། ཁོས་སྐྱག་རྫུན་ཧམ་པ་རྒྱུ་མཚན་རྫུན་མ་ག་ཚད་མིན་ཁོས་ག་ཚོད་ཤེས་པ་ཡིན་ན་ལས་འདི་ལ་ཡོང་མ་ཐུབ་ཡ་དེ་འདུན་པ་ཁུངས་སྐྱེལ་བྱེད་ཡ་མེད་པ་རྒྱུ་མཚན་རང་ཆགས་ཀྱི་ཡོད་རེད་ངས་དེ་འདྲ་བྱེད་ཀྱི་མེད་ད་ཐེ་རེང་གི་དེ་ལས་རན་པའི་མཇུག་སྒྲིལ་ཡ་དང་མ་འོངས་པ་ཡིན་པ་ཡིན་ན་ལས་ད་ཅིག་དཔལ་ལྡན་སྲིད་སྐྱོང་མཆོག་གིས་སྤྱི་པའི་བུ་རྩ་སྟོང་འཐབ་རྩོད་ཀྱི་ཆེད་དུ་ལས་ཀ་བྱེད་མཁན་ལ་ཁོག་གི་འདས་པའི་དུས་ཚོད་ལ་ཡིན་ན་ཁོས་མུ་མཐུད་ནས་མ་ཉེས་ཁ་གཡོག་ཧམ་བཤད་བྱེད་ཡ་རེད་མ་འོངས་པ་ལ་དེ་ག་རང་ད་ཁོག་བྱེད་ཀྱི་རེད་དེ་བྱས་བ་ཡིན་ན་ཁོའི་སྐད་ཆ་ལ་ད་གོང་ད་གཞི་བཞག་ས་དང་ཆ་བཞག་ས་དང་འདུན་པ་བརྟན་འགྲོ་ཙམ་ཡང་མེད་བ་དེ་དེ་རིང་ཁོ་རང་འདས་ལ་བགྲོ་གླེང་གི་ལས་རིམ་གྱི་ཐོག་ལ་སྐྱིད་གཏོང་བྱས་ནས་མ་ཡོང་བ་དེ་བ་རང་ནས་ར་སྤྲོད་ཆགས་ཀྱི་ཡོད་རེད་ཞུ་བ་དང་ང་ནི་བགྲོ་གླེང་ཐད་གཏོང་ཟིན་མཁན་རྣམ་པ་ཚང་མ་ལ་ང་ནས་བཀའ་དྲིན་ཆེ་ཞུ་བ་དང་ངས་ད་གིན་ཞུ་བ་ནང་བཞིན་དེ་རིང་འདས་ལ་བཅར་ཡ་དེ་ཁ་རྩོད་ཚིག་རྩོད་བྱེད་ཡ་ལ་སྐྱ་མིན་རྒྱག་རིགས་རྒྱག་ཡ་ལ་སྐྱ་མིན་ད་གིན་གོང་ལ་ཞི་བ་གནང་རྗེས་ཞི་བ་རང་གི་ཐོག་ནས་བོད་པ་ནང་ཁོལ་ལ་བསམ་བློ་མ་མཐུན་བ། གནས་ཚུལ་མ་རྟོགས་བ་ཡོད་བ་ཡིན་ན་གུ་ཡོངས་འབོག་གི་ཐོག་ནས་བགྲོ་གླེང་བྱེད་ཀྱི་ནས་གནས་ཚུལ་སོ་མ་བཟོ་ཡ་བྱེད་དུ་བཅར་བ་ཡིན་ཏེ་ད་གོང་ད་ཕེབས་ཡོད་མ་རེད་དེ་མ་ཕེབས་ཡ་དེ་ད་ཁོ་རང་གིས་ཁོ་རང་བདེན་པ་ཁུངས་སྐྱེལ་བྱེད་ཡ་མེད་པའི་རྒྱུ་མཚན་གིས་མ་བཅར་བ་ཅིག་ལ་ངོས་འཛིན་བྱེད་ཀྱི་ནས་དེ་ལ་འཇུག་འགྲིག་གི་ཡོད་ཞུ་གི་ཡོད་ཀ་རེ་ཆེ།